བརྙན་ཐུང་དུ་བཟོས་པའི་གི། དོན་དག་གཙོ་བོ་རྡོ་རྗེ། གྲུབ་འགྲོ་ཟེར་རོ། ང། དེ་བརྙན་ཐུང་དུ། གྱོད་པ་རྒྱུ་མཚན་མང་པོ་ཅིག་ཐོག་ནས་ཨ་ནི་བརྙན་ཐུང་དུ་བཟོས་ཡིན་དེ་གི། ཨ་ནི་གང་མ་མ། གི་ཨ་ནི་བརྙན་ཐུང་དེ། ཤེར་བྱེད་རོ་ན། ད་དེ་གཙོ་བོ་རྡོ་རྗེ་ཡིན་རོ། ཨ་ནི་ད་བརྙན་ཐུང་དེ་མགོ་གཙོ་བོ་རྡོ་རྗེ་བཙུགས་པ་ཡིན་ན་ང། ད་རིང་གི་བརྙན་ཐུང་དེ་ཁྱེད་རང་གི་འོག་ལ་ཉལ་གི།

ཡིན་ནའི། དོན་ནི་ལོ་མང་པོ་ཅིག་འགྲོ་དུས་བསམ་པ། མི་མང་པོ་ཅིག་གིས་ད་དུང་ཧ་མ་གོ་ཉེན་ཡོད་རེད་དེ་འདྲས་ཡོད་མེད་ཧ་མ་གོ་ཉེན་ཡོད་རེད་ག་ཤེད་ཅིག་གིས་ཡང་དེ་འདྲས་ཡོད་པ་ཡིན་ན། ཡང། སེམས་ལ་དོགས་པ་འདྲོག་ཅིག་ལས་དེ་འདྲས་བྱས་ནས་བུ་ཆུ་མ་བཏང་ནས། མ་བཏང་ནས་དེ་འདྲས་ལྷག་བསྡད་རྒྱུར། བཅའ་ལག་འདི་གང་ལ་བལྟས་ཅི་ཤེས་ང་རང་བུ་ཆུ་བཏང་ནས་ཉམས་མྱོང་ཅིག་ཁྱེད་ཚོར་བཤད་ན་ཡང། དེ་བས་ཀྱང་ཅིག་ཕན་ཡང་ཅིག་ཐོག་ན་བསམ་དེ་འདྲས་འགྲོ་གཙོ་བོ་ཡིན།

ཨ་ནི་ཁ་ཤས་ཀྱིས་གོ་རྟོགས་མེད་ནས་བརྒྱུད་ནས་ཁ་ཤས་ཡང་ཕ་ཕྱོགས་དེ་གསར་པ་དེ་ཅིག་སོ་སོ་བུ་བཅོལ་ལྟ་ངན་དང་འགོ་བཙུགས་མཁན་ལ་ཞེད་སྣང་དང་དེ་འདྲས་ཀྱིས་ལྷག་བལྟས་ནས་འོན་དེ་འདྲས་ཀྱི་ཅིག་རེད་བསམ་གོ་ཐུག་རང་འོན་དེ་གི་ད་ང་ཚོ Menstrual སྐབས་དེ་ག་ལ་ཨ་ནི Menstrual སྐབས་དེ་ག་ལ་ཅི་ཅིག་ངེད་ཀྱིས་ངོས་ནས་གང་ཐུབ་ཐུབ་ཅིག་ཁྱེད་ཚོ་ལ་བཤད་ཐུབ་ན་བསམ་ཟེར་ར། ད་གལ་སྲིད་རང་བོད་ཆོས་བཏང་ཡ་ཡིན་པ་ཡིན་ན་ད་ང་བོད་ཆོས་བཏང་ནས་ང་ལ་ཁེ་ཕན་ག་རེ་འདོག་དང་པོ་ངས་ཅིག་བཤད་འོང་རོགས་བོད་ཆོས་བཏང་ནས་ཁེ་ཕན། ངས་ཀྱི། ག་རེ་སྤྱི་བཏང་ནས་མི་མང་པོས་ཀྱི་ཤེས་རྒྱུ་དེ་རྣམས་གཅིག་པུ་ཤེས་ཀྱི་མེད་ཡིན་ནས་ང་རང་སོ་སོའི་ཉམས་མྱོང་ཁུར་ནས་བོད་ཆོས་བཏང་ནས་ཁེབས་སང་ག་རེ་འདོད་རོགས། དྭངས་ཤོས་དེ་ག་རེ་ཁེབས་སང་ཡོད་རེད་ལབ་པ་ཡིན་ན་དཔེ་བདེ་བོ་རེ་བཞག།

ཆགས་པ་ཆགས་པ་དེ་འདྲའི་གཅིག། གཅིག་གཉིས་དེ་འདྲའི་བུ་ཕྲུག་བཏང་འདོད་བསམ་པ། ད། གཅིག་ནང་ལོགས་ལ་བཅོ་ལྔ་ཅིག་ཡོད་ར་ཆེས་དེ་བརྩིས་པ་ཡིན་ན། བཅོ་ལྔ་དེ་འདྲའི་ད་བ་ད་བ་ད་བ་དེ་འདྲའི་བུ་ཕྲུག་བཏང་འདོད་བསམ་པ Chemical ག་ཚོད་ཅིག་ང་ར་བཟོ་པོ་ནང་དུ་འགྲོ་གོ་ཡོད་རོ་ཨ་མི་ཡིན་ན་ད་ལྟ་སྐབས་དེ་གི། སྐབས་དེ་ཡོ་ཨ་ནི། ཁོ་རང། བརྟག་དཔྱད་བྱས་ཚང་མ་བྱས་ནས Medical Proof ཡིན་པར་མ་ཟད་ཨ་ནི་སྐྱོན་མེད་པའི་གི་དེ་བྱས་ཡོད་རོ། དེ་ལ་འདོད་བསམ་པ་ང་ཚོས་ལ། སྐྱོན། དེ་གི་ཁེབས་སངས་ཅིག་ཡོད་རོ།

འདི་ལོ་ག་ཚོད་རེད་ད་ལོ་བཞི་བཅུ་བཞི་བཅུ་ཞེ་ལྔ་ལྷག་འདི་གམ་ཚོད་བོད་ཆུ་བཏང་དགོས་རེད་བ། ཨ་འདི་བཏང་དུས་བསམ་པ་གཅིག་རྩིས་བརྒྱབ་པ་ཡིན་ན་རེད་ད་འགྲོ་སོང་ཕྱོགས་ནས་རྩིས་བརྒྱབ་པ་ཡིན་ན་འགྲོ་སོང་ཕོན་ཆེན་པོ་རེད་བ། ད་ལྟ་ཚེ Menstrual སྐབས་ལས་ཀྱི་དུ་བ་འགྲོ་སོང་ཐེངས་མ་གཅིག་བཏང་འདི་བཅའ་ལག་གཅིག་གྱི་དུ་བ་ལོ་ཉུང་ད་ལོ་ལོ་བཅུ་བོད་ཆུ་བཏང་ཡོད་རེད་དེ་འདྲས་ཀྱི་བསམ་བློ་བཏང་ན་དཔེ་ནས་འགྲོ་ཁེབས་སང་གཅིག་རེད་བ། ཨ་ནི་བདེ་ལེགས་ཀྱི་ཡོད་རོགས། དཔལ་བོད་སྤྱི་བཏང་ཉིན་གཅིག་ཡིན་པ་ཡིན་ན་ཁྱེད་རང་ཆུ་གཅིག་གྱེས་ཁ་དྲུག་གོ་བསམ་ན་བསམ་བློ་དྲུག་སུམ་བཅོ་བརྒྱད་བཏང་གོ་རོགས། ཁྱེད་རང་རྩེད་མོ་གཅིག་རྩེ་ཁ་དྲུག་གོ་བསམ་ན་བསམ་བློ་དྲུག་སུམ་བཅོ་བརྒྱད་བཏང་གོ་རོགས། ཨ་ནི་ཁྱེད་རང་གཅིག་གཅིག་བྱས་ལ་བདེ་བོ་ཡོད་མ་རེད་ཅེས་དང་ང་སྤྱི་བཏང་ནས་བདེ་བོ་མེད་རྒྱུ་དེ་ཡིན་རོགས་ངས་བུ་མོ་ཨང་པོ་རེད་བསམ་གི་འདུག་ང་བདེ་བོ་མེད་རྒྱུ་བཅས་ནི་གུ་ལོ་གཅིག་གོན་གོ་བསམ་ན་གཅིག་བདེ་བོ་མེད་རྒྱུ། ད་ལྟ་འོན་འདིའི་ཚེ་ཤི། ང་ཚོ Menstrual སྐབས་དེ་ག་ཡིན་པ་ཡིན་ན། ཁྱེད་རང Menstrual ཁྱད་པར་གླེང་གི་ཡོད་རེད་བ། ད་ཚེ་སླེབས་དུས་རིང་ནས་ཁྱེད་རང་ཆུ་རྒྱལ་བ་བྲོས་ཡ་ཡོད་རེད་ཁྱེད་རང་ག་རེ་རྩེད་མོ་རྩེ་བ་བྲོས་ན་ག་རེ་བྱེད་ན། ཁ་ལག་རེད Mind དེ་ཚོ Free བྱེད་ནས་བེད Relax བྱེད་ནས་ལྷོད་ལྷོད་བྱེད་ནས་རྩེད་མོ་རྩེ་ཡ་ད་ག་རེ་ཡིན་ན་ཅིག་ནམ་རྒྱུན་དུས་ཚོད་ནང་བཞིན་ནམ་རྒྱུན་ནང་བཞིན་ཅིག་པ་ཅིག་ཀྱང་བྱེད་ཡ་ཡོད་རེད་བ། ཅིག Irritate བྱས་དང་ཅིག་ཅིག་ཡོད་ར་ད་བདེ་བོ་མེད་རྒྱུ་དེ་འདྲའི་བཅས་ཚོར་སྣང་ཡོད་མ་རེད་དེའི་ཁེབས་སངས་རྗེས་ར། ད་ཐ་མ་དེ་ལ་ཁེབས་སངས་འདི་ད་སོ་སོའི་སོ་སོ་ལ་ཁེབས་སངས་འདི་བརྩིས་ནས་བསམ་བློ་ཞིག་བཏང་བ་ཡིན་ནར་ད་ཁྱེད་རང་དོ་བདག་གཅིག་གིས་ཁོར་ཡུག་ལ་དཔེ་ཤུགས་ཆེན་པོ་འཕེན་ཐུབ་ཡོད་རེད་བ་ང་ཚོ་བུ་མོ་དེ་ཚོ་ཡིན་པ་ཡིན་ན་ད་ཆེན་ད་བ་ད་བ་ད་བ་ལས་དུས་བསམ་པ་རེད་བ་ད་བ་ད་བ་ད་བ་ལ་པད་ཉུང་ད་ལ་པད་བཅོ་ལྔ་ཅིག་གཡུག་དགོས་རེད་བ་དྲང་པོ་བྱས་ན་དེ་གད་སྙིགས་ནང་འགྲོ་གི་རེད་ཨ་ནི་པད་དེ་ཚོ་ལ plastic དུ་བ་ང་ཚོ་མ་ལེགས་མ་ཆད་ཕྱི་དྲོ་ཁོང་ཚོས Plastic གྱི་ཀབ་དང་དེ་ཀབ་དུས་བསམ་པ་དེ་ཚོ Decompose བྱེད་ཡ་ཡོད་མ་རོག་རུལ་འགྲོ་མ་རོག་ཨ་འདི་ག་ཚོད་མང་མང་པོ་ཆ་ན་དེ་ལ་བབས་ཡོད་ཁོར་ཡུག་ལ་ད་ངས་ཤུགས་ཆེན་པོ་དེ་ཤེས་ཐུབ་ངེས་དེ་ལ་ཡིན་ནའི་ཁོར་ཡུག་ལ་གནོད་སྐྱེལ་གྱི་ཡོད་པ་གཅིག་ཧ་གོ་གི་ཡོད་དེ་ཡིན་དུས་བསམ་པ་ང་ཚོས་ཀྱི་གལ་སྲིད་ཁྱོད་རང་གི Pad དེ་ནས་ཆུ Menstrual ཀབ་དེ་ལ་སླེབས་པ་ཡིན་ནར་ད་ཁྱེད་རང་ལ་ཁྱེད་རང། གི། སོ་སོའི་མི་དོ་བདག་སོ་སོའི་ངོ་ནས་ཁོར་ཡུག་ལ་ཕྱི་འབྲེལ་གྱི་ཕན་ཐོགས་ཀྱི་རོགས་སྐྱོར་བྱས་ནས་མི་གཅིག་གི་བུ་ཆོས་དང་གཉིས་ཀྱི་བུ་ཆོས་དང་ང་ཚོའི་ཁོར་ཡུག་ལ་བུ་ཆོས་ཤུགས་ཆེན་པོ། ཁེ་བཟང་ཤུགས་ཆེན་པོ་རག་ཡོད་དོ་སོ་སོའི་བདེ་གསར་གྱི་ཁོར་ཡུག་རང་རེད་བ། ངོ་འདི་ཡི་ཆ་ནས་གཅིག་རེད་བ། ད་ངོ་འདི་དེ་ཚོ་མང་པོ་ཅི་ཤེས་འདོད་བསམ་པ་རེད་བ། ད་ང་ཚོ Menstrual སྐབས་ལས་ཅི་དོ་ཉེས་ཀྱི་ཉམས་མྱོང་འགྲོ་ཅི་ཤེས་བ་རེད་བ་ཁྱེད་རང་ལ། ད་ང་ཡིན་པ་ཡིན་ན། ང་བོད་ཆུ་བཏང་ནས་ད་བར་བདུན། དྲུག་བདུན་ལྷག་འགྲོ་གི་འདུག་ར་བ་དེ་ད་བཏང་ནས། ཨ་ང་ད་བར་དྲུག་བདུན་ལྷག་ང་རང་བོད་ཆུ་བཏང་ནས་ང་རང་གི་ཉམས་མྱོང་དེ་ཁྱེད་ཚོ་ལ་བཤད་ན་བསམ་ཟེར་བ། ད་ངའི Menstrual སྐབས་ཀྱི་དུ་བ་དེ་བོད་ཆུ་བཏང་ཡ་དེ་ང་ཚོ། ད་ལྟ། ནད་ཡོམ་འདི་གི་བརྒྱུད་ནས་ང་ཚོ Lock Down ཆགས་སོགས་དེའི་དུས་ཚོད་དེ་ལ་ངེད་ཀྱིས་དུས་ཚོད་བཟང་པོ་ཞིག་མཐོང་ཚར་ངེད་ཀྱི་བོད་ཆུ་དྭངས་ཡང་གོ་མཚོན་ཡོད་རེད་བ་ང་དངོས་གནས་མང་པོ་ཅིག་མི་མང་པོ་ཅིག་གི Review འབྲི་རྒྱུ་དང Article དང་དེ་འདྲ་མང་པོ་ཅིག་ཀློག་བྱེད་ཡོད་ནས་བོད་ཆུ་བཏང་གོ་བཏང་གོ་བསམ་ནས་དེ་འདྲས་བྱས་ནས་ལྷགས་སོ། ཨ་ནི་འདི་ང་ལ་ད་ལྟ།

ད་ངའི་ཉམས་མྱོང་ཅིག་བཤད་རོགས་ཨ། དེ་གཉིས་ག་རེ་ལགས་ན། ངའི་གི་ཉམས་མྱོང་བེད་སྤྱོད་བཏང་རྒྱུ་དེ་རེད་རོགས་ཨ། ཨ་ནི་ང་གཉིས་མ་འདྲ་རྐང་བཙུགས་ནས་ཉོས་ཡིན་རོགས་ཨ། རྐང་བཙུགས་ནས་ཉོས་དུས་ནས་རྙེད་ཉོས་ཡིན་ཁ་ཅན་ལགས་ན་དེ་རྙེད་བྱ། Review དང་ཚང་མ་ལྟ་ནས་ཉོས་ཡིན་ཨ་ནི་མཉམ་དུ་ཁོ་གཉིས་ཏིས་ཅི་མ་འདྲ་རེད་ཞེས་ང་རང་བསམ་པ་ན་བཤད་རོགས་ཨ། ད་ཆེ་ཆུང་ལྟ་བ་ཡིན་ན་ཁོ་རྙེད་བྱ Small རྙེད་བྱ Small རེད་དེ་ལ་ཡིན་ནའི། རྒྱ་གར་གྱི Small དང Ari Small དེ་འདྲ་གི་མི་འདུག་ཨ། ནམ་རྒྱུན་ཡུལ་གུ་ལོ་དང་ཧམ་གོ་རིགས་གྲོགས་སྐྱིད་པོ་གཅིག་ཀྱང་དེ་ཡི་དེ་འདྲ་གི་མི་འདུག་ཨ། ཧུམ། འདི་ལ་དེ་བསམ་པ་ད་ང་ཁ་ཅིག་ལ་ན། ང་དང་ཤོས་ཉི་མ་དང་པོ་ཅིག་ཡོད་ར་ད་ད་བ་དང་པོར་བེད་སྤྱོད་བཏང་དུས་བསམ་པ་ངེད་ཀྱི་རྒྱ་གར་ཁ་ཅིག་དེ་སེ་རོ་ན་ཁ་ཅིག་དེ་བེད་སྤྱོད་བཏང་ཡོད་ར་བ། དེ་དང་དེ་ག་རེ་དེ་སྐྱེས་པ་དུ་ལ་ན་དེ་དཔེ་ལབ་ལབ་དེ་ཨེ་འདི་ལབ་ལབ་དེ་ཡང་དེ་ཅི་དེ། དེ་དཔེ་ལབ་ལབ། ང་ཚོས་ལབ་ལབ་ང་འདྲེ་ཆེ་རྒྱ་ཞིག་མི་འདུག་ར་དཔེ་ལག་པ་འཆང་འདོད་བསམ་པ་ཁྱད་པར་བོད་ཏི་ཏི་སི་དྲག་པོ། གལ་སྲིད་ཐེངས་མ་དང་པོ་ཁྱེད་རང་བོད་ཆུ་བཏང་པ་ཡིན་ན་ག་རེ་བཏང་བ་འོ་ཡོད་ཧ་མ་གོ་བྱེད་པ་ཡིན་ནར་དོ། སེ་རོ་ན་སྐབས་དེ་ཡག་པོ་འདུག་རྒྱུ་བྱ་འགྲོ་རྒྱུ་བྱ་ལ་ན་ཁ་ལ་འོ་ད་ཅིག་དེ་འོ་ཅིག་ཡོད་ར་མེ་ཐི་རིལ་དེ་ཡག་པོ་འདུག་ར་རྒྱུ་བྱ་དེ།

རེད་བ། ཨ་ནི་དེ་འདྲའི་སྒྲོག་བཞིན་འགྲོ་སྟངས་བྱས་ན་དཔེ་ཡག་པོ་འདུག་རེད་བ། ཨ་ནི། ཟླ་བ་དང་པོ་གཉིས་བ་དེ་དེ་བེད་སྤྱོད་བཏང་དུས་བསམ་པ་ལས་སླ་བོ་དཔེ་བྱས། ཨ་ནི་དེའི་རྗེས་ལ་གསུམ་པ་བཞི་བ་ལ་དུས་བསམ་པ་ལྟར་སུ་སུ་ལུག་བཏང་ཧ་གོ་ག་འདྲེ། ལས་ཀ་ག་འདྲེ་བྱེད་ཀྱི་ཡོད་མེད་ཧ་ཏིས་ཧ་གོ་དུས་བསམ་པ་ཨ་ནི་འཇུ་ནས་ཏིས། དེའུ་ཆ་དུས་བསམ་པ་དེ་ལུག་གའི་གོ་ཚུལ་ཡིན་པ་ཨ་ནི་དཔེ་ལས་སླ་བོ་འདུག།

ང་ཚོ Menstrual སྐབས་དེ་དེ་འདྲའི་སྒྲོག་བྱེད་ཡོད་རེད་བ། འདི་དཔེ་མཚོན་ཆ་བྱས་ན། ད་ཁྱེད་རང་ཉལ་དུས་བསམ་པ་དང་ཤོས་ཉལ་དུས་བསམ་པ་ཁ་ཆེ་ཡོད་ལབ་མ། ཁ་ཆེ་ཁ་ཆེ་ཚ་བའི་རྗེས་ལ་སྐར་མ་གསུམ་དང་སྐར་མ་ལྔ་བར་རུ་ལ་རླངས་བཙོས་བརྒྱབ། དེ་བྱས་ཚར་པའི་རྗེས་ནས་ནི་ཕྱི་ནས་ཁྱོད་བུ་ཆུ་དང་ཡང་རུ་ར་དེ་བུ་ཆུ་དང་ཡང་བླུགས་དུས་བསམ་པ་ལག་པ་གཙང་མ་བྱས་ནས་བཀྲུས་ནས་བླུགས། ཨ་མ་སྟོན་དུས་བསམ་པ་ལག་པ་གཙང་མ་བྱས་ནས་བཀྲུས་ནས་བཏུང་ངོ་ད་འདི་གཙོ་བོ་ག་ཕྱི་ནས་ཤེས་སྒོར་ལབ་པ་ཡིན་ན།

འོན་ཏེ། མང། ལམ་སང་ཆང་མར་ལྟ་ཡིན་ནའི། ག་ཚོད་ཀྱིས་ཁྱེད་རང་གིས་ལག་པ་ཚང་མ་མ་བྱས་དེ་འདྲ་བྱེད་དུས་བསམ་པ་དེ་ལ་བབས་པའི infection ཆགས་ཡོད་རེད་བ་དེའི་ཉེན་ཁ་གཙོ་བོ་གྲོགས་ཅི་རེད་གཞན་པ་ཁྱེད་ཀྱིས་བྱས་ཡོད་མ་རེད་འོན་ཏེ་ཀྱི་ལག་པ་དེ་དཔེ་གལ་ཆེན་པོ་རེད་བ། ལག་པ། ལག་པ་དུས་ཡོད་དེ་བྱེད། ཨ་ནི། མཉམ་དུ། ཁྱེད་རང་ལག་པ་བཀྲུས་ཚར་བའི་རྗེས་ལ་ཨ་ནི་གལ་སྲིད་ཁྱེད་རང། སྐབས་བཅུ་ཡས་དང་དེ་འདྲའི་ཡིད་རྩི་བེད་སྤྱོད་བཏང་གི་ཡོད་པ་ཡིན་ན་ང་ཚོ། ད་བྷིའི་བྷ་ཤ་དང་དེ་འདྲས་དུ་བ་ཡིད་རྩི

དེའི་ལུགས་དང་རྒྱུ་ཡོད་རོགས་ང་ར་སྟ་གི་དེའི་བོད་རྒྱུ་དང་དང་རྒྱུ་ཡོད་ར་དེ་སྤྱི་དང་ནི་ཤེས་དང་མང་འདྲ་མང་པོ་དུ་རོགས་ཡིན་ནས་ང་ར་ངོ་ནི་ལས་ལྷ་ཤོད་འགྲོ་རྒྱུ་ཡོད་ར་འོན་ཏེ་ག་རི་ཚོར་ཚོར་ལབ་པ་ཡིན་ན་ང་ཚོ། ད། དེ་ཤེས་དང་མང་པོ་འགྲོ་ཤོད་ཡོད་དུས་བསམ་པ་ག་ཤེད་དེ་འད་འགྲོ་ཤོད་དོ། དེ་འད་འགྲོ་ཤེད་དུས་བསམ་པ་དེ་ཕྱི་འཇུས་ཆགས་འགྲོ་དུ་དེ་ཕྱི་འཇུས་ཆགས་དུས་བསམ་པ་དེ་སི་ཡ་ཀླུ་སྒའི་ལས་ལྷ་ཡོད་རྒྱུ་འགྲོ་རྒྱུ་དེ་སྐད་ཆ་ཤི་རོགས།

སོ་སོ་སོས་ལྟ་ན་ཡག་ཤོས་རེད་བ། ད་འོན་ཏེ་ད་ལྟ་ད་གཙོ་བོ་འགྲོ་ག་འདྲས་བོད་ཆོས་བཏང་དགོས་ཡོད་མེད་འགྲོ་བཅོས་རང་དབང་དེ་རེད། ཨ་ནི་དེ་འདྲས་ཅིག་བོད་ཆོས་བོད་ཆོས་བཏང་བ་ཡིན་ནར་དོ། དེ་ངེད་ཀྱི་སྒོར་མོ་ཕལ་ཆེར་གཅིག་སྟོང་ལྔ་བརྒྱ་ཟེར་རེད་བཞག་ཡིན་ནའི་ངེད་ཀྱི་སྒོར་མོ་བརྒྱད་བརྒྱ་དགུ་བརྒྱ་གཅིག་ལ་ང་ལ་རགས་ཟེར་བ། བརྒྱད་བརྒྱ་འགྲོ་རེད་བདུན་བརྒྱ་དགུ་བཅུ་དགུ་དགུ་བརྒྱད་བརྒྱ་འགྲོ་རེད་ཨ་ནི་ང་ཕལ་ཆེར

དཔེ་ཡག་པོ་རེད་དོ་དྲང་པོ་བྱོས་ན། ད་ང་འདི་གཙོ་བོ་གཅིག་ག་རེ་ལ་ཉེ་བྱོས་སུ་ལ་ན་མ་ཁེབ་གནང་ལོ་ལ་དེ་འདྲའི་ཁ་མཆུ་མ་འཇོ་མཐོང་ཡས་རོལ་བ་དེང་ས། ཨ་ནི་ཡག་ཤོས་ད་ང་མང་པོ་གཅིག་ཉན་དུས་བསམ་པ་ཆོས་འདྲ་དཀར་བོ་དེ་ཡག་ཤོས་རེད་ཁ་ཅིག་དཀར་བོ་དེ་ཁོ་ར་ནེ་ཨ་ཅི་རལ་ཁོ་ར་དེ་འདྲའི་ཆོས་འདྲ་དཀར་བོ་ལ་ན་ད་ག་རེའི་དྲ་དེ་འདྲའི་དྲུག་གཅིག་ཡིན་དུས་བསམ་པ་རེ་བ་ཆོས་འདྲ་ཡོད་མ་རེ་བ། ཨ་ཆོས་འདྲ་མེད་དུས་བསམ་པ་དེ་ལ་ཀ་མེ་ཀ་ལོ་ཁིག་ཁིག་ཅིག་བྲོས་ཡོད་མ་རེད་གལ་སྲིད་ཆོས་འདྲ་རིགས་ག་ཤེད་ཅིག་འདུག་མ་ཁེབ་གནང་མཐོང་ཡས་འདུག་དེ་ཚོ་ཡིན་པ་ན་ཀ་མེ་ཀ་ལོ་དེ་ཡོད་དུས་བསམ་པ་ཡང། ཆུ་འདྲ་དེ་ལོགས་འགྲོ་ཡི་ཡོད་དུས་བསམ་པ་དེ་གོ་བ་ཆུ་འདྲ་དེ་གོ་བ་དྲུག་ཡོད་སོ་སོ་གཟུགས་པོ་ནང་དྲུག་ཡོད་དེ་འདྲ་ཡིན་པ་ན་ཡང་ནུས་ཡོད་དོ་དེ་ཡིན་དུས་བསམ་པ་ཆུ་འདྲ་ཉོས་ན་ཆུ་འདྲ་དཀའ་འོ་དེ་འདྲའི་རིགས་ཉོས་ན་ཡག་ཤོས་ཅེས་རོ། གཞན་པ་ཡིན་དེ་ལྟ་དུས་བསམ་པ་ཁ་ཤས་དེ་འདྲའི་རྩིབ་ཏོ་རིང་པོ་ཡོད་རོ། དེ་ཡིན་པ་ཡིན་ན་ད་ད་ཁྱེད་རང་ས་གོ་རོ། དེ་ཅིག་གིག་འགྲོ་གཅིག་རྡོག་རྡོག་རིག་རིག་འགྲོ་ཅོས་རེད་དོ།

སོ་སོའི་ཤེས་ཡིན་པ་གཅིག་མ་ཁྱེད་རང་ས་ལ་ཤེས་ཡོད་ཨ་ནི། དངོས་གནས་ངའི་གི་ཚང་མ་ལ་རེ་བ་ཡིན་དམིགས་བསལ་གི་ང་ར་ས་ད། བུ་མོ་དེ་ཚོ་ལ་རེ་བ། ཨ་ནི་གལ་སྲིད་ཁྱེད་རང་ས་ཡ་བོད་ཆོས་གཏང་དགོས་བསམ་ནས་ལྷག་བསྡད་པ་ཡིན་ན་དངོས་གནས་ད་ལྟ་བོད་ཆོས་གཏང་ཡས་དུས་ཚོད་ཡག་ཤོས་ཅིག་རེད་བསམ་གོ་ཐོ་རེ་བ། མོ་འདི་གི་ཨ་ནི་གང་མང་མང་ཅིག་བོད་ཆོས་གཏང་ན་དཔེ་ཡག་པོ་བྱུང་ས་རེ་རེ་བ་སོ་སོ་ལ་ཕན་ཁོར་ཡུག་ལ་ཕན་ཐོག་དུ།

གལ་སྲིད་ད་དུང་དངོས་གནས་ཁྱེད་རང་བོད་ཆོས་གཏང་དགོ་ག་འདྲས་འགྲོ་གི་ཡོད་ན། ང་རྟ་གཉིས་དྲུག་འདུག་དེ་འདྲས་བསམ་པ་ཡིན་ན་བཅའ་ལ་གཅིག་ཉོས་རོགས་ཨ་བོད་ཆོས་གཏང་ག་འདྲས་འདུག་ལྟ། ཨ་ཡང་ང་ར་སྤྱི་བཏང་ནས་མིག་ལ་ལྟོས་བསམ་པ་ཤི་ག་དེ་ག་ལ་ན། རྟ་ང་ཡོང་མི་འདུག་ལ་ཡ་ཅི་ལམ་སང་ཅི་ང་ཡོང་མ་སོང་ཟླ་བ་གཅིག་གཉིས་ཡོང་མ་སོང་ག་ལེ་ཏིས། ཨ་ནི་ཟླ་བ་གཅིག་གཉིས་མ་ཡོང་འདུག་བསམ་པ་མ་ཡོང་ལ་ལྟོས་བསམ་པ་ཡར་བླུགས་བཏང་བླུགས་བཏང་ལ་བླུགས་ཡས་ལ་དུས་ཚོད་འགོར། གླུ་གའི་དུས་ཚོད་འགོར་ཚར་བས་ཡང་གླུ་ཚར་བའི་རྗེས་ལ་ཡང། གླུ་གའི་འགྲིག་མེད་ཚང་ཡང་སོ་སོ་ལེགས་བྱས་འགྲོ་ཟེར་ད་ལེགས་བྱས་ཡིན་དུས་བསམ་པ་ངས་ག་རེ་བོད་ཆུ་དང་ཟླ་བ་གཅིག་གཉིས་པར་རུ་ལ་ངའི་མི་ནི་པད་ཏི་བོད་ཆུ་དང་ཡིན་ང་ཚོ་པད་ཏི་ཆུང་ང་ཅི་ཡོད། ནམ་རྒྱུན Discharge ག་ཅི་པད་ཅི་ཡོད་དེ་རང་བོད་ཆུ་དང་ཡིན་རོ། Continuous བོད་ཆུ་དང་མེད་ཡིན་ནི་གཅིག་གཉིས་སུ་ཅི་བོད་ཆུ་དང་འོ་ཁེ་ཟེར་རོ། སོ་སོ་དེ་སུ་ཅི། གཏན་འཇགས་བྱེད་དུ་དེ་འདྲ་ཞིག་བེད་སྤྱོད་བཏང་ཡོད་རེད། གོར་གི་རེད་དུས་ཚོད་གོར་གི་རེད་ཡ་གླུ་གའི་ལ་དུས་ཚོད་གོར་གི་རེད་ཡང་གླུ་གདངས་འགྲིག་འདོད་འགྲིག་མི་འདོད་དུས་ཚོད་གོར་གི་རེད་སེམས་ཤུགས་མ་ཆག་བ་བྱེད་རོགས་ལམ་སང་ད་ང་ཡོང་མི་འདུག་ང་ཉུག་པོ་འདུག་དེ་ལ་ང་ད་རང་ཅག་པད་གྲུ་ཡི་ལས་མིན་པ་བྱེད་ང་དུས་ཚོད་གོར་སོང་ཡིན་ནས་ངས་ཨུ་ཚུགས་བརྒྱབ་ནས་ང།